འཛིན་རིམ་གཉིས་པ་ཀ་པས་བདུན་རེའི་རང་སྦྱོང་ལ་ཕྱི་ལོ་ཚེས་པའི་ཡིན་ན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ཟླ་བ་གསུམ་པའི་ཚེས་བཅུ་གཅིག་ད་དངོས་གནས་བྱས་ན་ད་དེ་གཟའ་ཉི་མ་ལ་སོས་པར་བ་འོ་དེ་རེད་ད་བྱས་དུས་ཨ་ནི་ད་གཙོ་བོ་དེ། སྦྱོར་ཀློག་རྒྱབ་སྟངས་གཅིག་དང་བསྡུ་ཀློག་བྱེད་སྟངས་གཉིས་ཀྱི་པར་རག་ལ་ཡར་བལྟས་ཅི་ཟབ་ས་ཆེ་པོ་རེད་གསལ་བྱེད་ངེས་ཀྱི་ནི་ཡིན། ཁ་ས། ཨང་ཀི་དང་པོ་དང་གཉིས་པ་ཟེར་བྲིས་བཞག་ཡོད་བ་ཨང་ཀི་དང་པོ་དེ་སྦྱོར་ཀློག་བྱེད་སྟངས་བྱེད་ཨང་ཀི་གཉིས་པ་དེ་ཨ་ནི་བསྡུ་ཀློག་བྱེད་པ་རེད་གསལ་བྱེད་བྲིས་བཞག་ཡོད། ད་ག་རེ་བྲིས་འདུག་ལ་ནི་ཨང་ཀི་དང་པོ་དེ་ལ་མིག་བལྟ། སྦྱོར་ཀློག་རྒྱག་པའི་དུས་སུ། ཚིག་གི་སྒྲ་གདངས་དག་པོའི་སྒོ་ནས་བརྒྱབ་དགོས། ང་ཚོ་སྦྱོར་ཀློག་རྒྱག་གི་རེད་བ། སྦྱོར་ཀློག་ཟེར་དུས་ཙམ་པ་ལ་ཡིག་སྦྱོར་དང་ང་ཚོ་སྐད་ཆ་བཤད་དུས་ཙམ་པ་ལ་སྦྱར་སྦྱར་ཟེར་བྱེད་དོ་བ་འདི་རེད་བ། སྦྱར། ད། ཡི་གེ་གི་འབྲུ་རེ་རེ་རེ་རེ་ཡར་ཕར་སྦྱར་ནས། ཨ་ནི། ཀློག་ཡག་དེ་ལ། སྦྱོར་ཀློག། ད་ཡི་གེ་གི་འབྲུ་རེ་རེ་དེ་ནི་ཀློག་བ་མོ་གོ་བ་བྱེད་ཕ་གི་ན་འབྲུ་གཉིས་གསུམ་ག་ཚོད་ཡིན་ན་དེ་ཚོ་ཚང་མ་ཚག་རེ་རེ་རེ་རེ་ལ་ང་ཚོ་ཚག་ཐུང་ཟེར་གི་རེད་བ། ཚགས་སྟོང་རེ་རེ་གི་ཡི་གེ་ག་ཚོད་ཡོད་པ་དེ་ཚང་མ་མཉམ་པོ་གཅིག་ལ་ཡང་བསྡུས་ནས་ཀློག་བཤད་འདི་ཙམ་པ་ལ་བསྡུས་ཀློག་སྐོར་བ། ཚགས་སྟོང་རེ་རེ་ལ་ང་ཚོ་ཨིན་ཇིས་ཀྱི Syllables ཟེར་གྱི་རེད་བ། ཚགས་སྟོང་རེ་རེ་ལ Syllable རེ་རེ་རེ་རེ་གླེགས་ཀྱི་རེད་བ། Syllable རེ་རེ་རེ་རེ་ཁབ་ཏུ་ཀློག་འགྲོ་ཡ་དེ་བསྡུས་ཀློག་འགྲོ་བ་ཆགས་པ་རེད། གོ་སོང་ང། ཨ་ནི་སྦྱོར་ཀློག་དེ

ད་སྦྱོར་ལོག་མ་ཡིན་པ་བྱེད་ཨ་ནི་ཡང། ཨ་ནི་བསྡུས་ལོག་བྱས་ནས་ཚང་མ་རྡོག་རྡོག་རྡོག་རྡོག་བྱས་བསྡུས་ལོག་བྱས་ནས་ཇེ་ཐུ་བོ་དེ་བས་སུ་བལྟ་ན་ཨ་ནི་འདི་གོ་རིམ་གཉིས་པ་དེ་ལ་བརྟག་ན་ཡག་པོ་ཡོད། གཞན་ཡང་སྦྱོར་ལོག་ཡག་པོ་མ་ཡོང་བ་བྱས་བསྡུས་ལོག་གཅིག་པུ་བྱས་བྱས་པ་ཡིན་ན་ཨ་ནི་ཡིན། འདི་ཡང་ཡི་གེ་ཀློག་དུས་རྩོམ་པ་སྟེ་སྐད་སྙན་གྲགས་ཀྱི་རེད་བ། སྦྱོར་ལོག་བརྒྱབ་དུས་བསྡུས་ལོག་མཉམ་པོ་སླེ་ཡོང་དགོས། ག་རེ་ཟེར་ན། ཡི་གེ་འགྱུར་གྲུ་རེ་རེ་རེ་རེ་སྦྱོར་ལོག་བྱས་བས་ཀྱི་མཐའ་མ་དེ་སླེ་ཡོང་དུས་ཡང་བསྡུས་ལོག་ཅིག་བྱེད་ཐུ་བོ་རེད་ཁོ་རང་ཁོ་རང་གིས། ལོག་དུས་ཙམ་པ་སྡུད་ལོག་ཅིག་བྱེད་ཀྱི་འོར་བ་བྱས་ཙང་སྦྱོར་ལོག་བརྒྱབ་དུས་སྡུད་ལོག་སླེ་ཡོང་གི་འོར་སྙམ་པོ་ཞར་དུ་ཤོར་ལ་ཐ་མ་དེ་ལ་སླེ་ཡོང་གི་འོར་བྱས་ཙང་ད་སྡུད་ལོག་བྱས་ལ་དུས་སྦྱོར་ལོག་མ་ཡིན་པ་ཆེད་སྡུད་ལོག་གཅིག་པུ་གཅིག་གི་ཤར་སྐྱ་ཞབས་རོལ་ཙམ་པ་ལྟས་སུ་མགྱོགས་པོ་འགྲོ་ཅིག་འགྲོ་མཁན་སོགས་བྱས་ཙང་ཨ་ནི་ལོག་དུས་ལོག་ཡག་ལ་ལྟས་སུ་ཅིག་གོམ་པ་མེད་ན་ཨ་ནི་ལོག་དུས་ལྟས་སུ་ཅིག་ལྷོད་ལྷོད་ཆགས་འདྲ་མགྱོགས་པོ་ལོག་ཐུག་གི་མི་འདུག་ཨ། ག་ཟེར་ན་ཁོ། ནི་སྡུད་ལོག་དུས་གོམ་པ་ཡོག་མ་རོ་བ་བྱས་ཙང་སྦྱོར་ལོག་དུས་མང་པོ་བརྒྱག་བསྡད་ན་སྡུད་ལོག་ཞར་དུ་ཤོར་ལ་སླེ་ཡོང་གི་འོར་ཨ་ནི་དེ་ལ་སྦྱོར་ལོག་དུས་ཡག་པོ་ཤི་འདྲ་བརྒྱབ་ས་ནི་སྡུད་ལོག་སླེ་བ་ཡིན་ཙང་ཨ་ནི་རྗེས་ལ་སྡུད་ལོག་གཅིག་པུ་ཅིག་ལོག་དུས་ཙམ་པ་ལ་ལྟས་ཅིག་བཀའ་ཉན་མ་ཕྲད་པ་ཡག་ག་ཡོད་རེད། འོ་ཡ། ད་ཨང་ཀི་གཉིས་པ་དེ་ཡིན་ད་ལྟ། དང་པོ་དེ་སྦྱོར་ལོག་རྒྱག་སྟངས་ཡིན་པ། གཉིས་ག་རེ་ཁྲིད་འདུག་ཨང་ཀི་གཉིས་པ་དེ་ལ་ལྟ་ན། དེ་ནས། བསྡུས་ལོག་རྐྱང། ཚར་ཁ་ཤས། ཡག་པོ་བྱས་ནས་བཀླག་པར་བྱ། ད་ཡི་གེ་འདི་པ་ར་དེ་ལ་ངས་ལྟས་ལྟས་སྟོང་པ་བཞག་ཡ་དེ། ཁྱེད་རང་ཚོ་བློ་འདི་ཙམ་པ་ལ་དོན་དག་དེ་ཚོ་ཚུར་བུ་ཅིག་གོ་ཐུབ་ཡས་ཀི་ཆེད་དུ་ཡི་གེ་འདི་ཡང་མཚམས་མཚམས་ང་ཚོ་བོད་པའི་ཚིག་གྲུབ་མཚམས་སུ་རིང་པོ་དེ་འདྲ་ཡོད་དུས་ཡང་མི་ཁ་ཤས་ཚིག་བཅད་མཚམས་གྲོགས་དེ་མ་ཤེས་ནས་ཕག་ཅེས་ཚུར་བྱེད་ཅིང་ཁོ་མ་ཁོང་གི་ཕྱག་གྲོགས་དུ་ཨ། འདི་འདྲ་མ་ནོར་བའི་ཆེད་དུ་ངས་ཏེས་སྟོང་པ་བཞག་པ་ཡིན་ད་འོ་ན་བྱ་འདི་སྟོང་པ་བཞག་ཡོད་མ་ར། ཡང་འདི་བཞག་དགོས་རྒྱུ་མཚན་འདི་ཡིན་ཁྱེད་རང་ཚོ་ལ། འོ་ཡ། ད་ཨང་ཀི་ད་ངས་སྒོ་ནས་ཅིག་ཀློག་པ་ཡིན་ན། ཨང་ཀི་དང་པོ་དེ་ལ་ད་ཇོ་ལོ་རྒྱག་པའི་དུས་སུ། ཚིག་གི་སྒྲ་གདངས་དག་པོའི་སྒོ་ནས་རྒྱབ་དགོས། ད་གཉིས་པ་དེ་ལ་ད། དེ་ནས། བདུད་བློ་བསྐྱང་ཚར་ཁ་ཤས་ཡག་པོ་བྱས་ནས་ཡག་པོ་བྱས་ནས་བཀླག་པར་བྱ། འོ་ཡ། འོ་དུ་སི་ད། ད་ང་ཚོ་སྟག་ཡིན་ད་ཇོ་བློ་དང་བདུད་བློ་ག་འདྲས་སུ་འགྲོ་གི་ཡོད་མེད་ཡིན་ད། ད་ང་ཚོ་ཚིག་ལ་མ་འགྲོ་གི་འདི་ལོ། འོ་ཡ། ད་དཔེར་ན་པར་གྱི་རི་མོ་དེ་ལ་བལྟས་ཨེ་ན་གང་ཨིན་ཇི་དེ་ལ་བལྟས་ན་ཨེ་ན་འདི་ག་རེ་ཡིན་མེད་དེ་ཧྲོབ་རྩེ་ཇི་ད་སོ་སོའི་ཧ་གོ་འགྲོ་གི་འདུག་ཨ། ད་ང་ཚོ་གཙོ་བོ་ད་ལྟ་བོད་སྐད་དང་བོད་ཡིག་སྦྱང་གི་ཡོད་པ་ཡིན་ཙང་ཨ་ན་ང་བོད་ཡིག་གཅིག་པུ་གཅིག་ལོག་ནས་འགྲོ་གི་ཡིན་རོ་ཨ། ད་ཡིན་ད། ཕྱ། ཞབས་བཅུ་ཆུ། མའོ། ཐ་ཞབས་བཅུ་ཐུ། ང། ཐུང། བ། ཆུ། ཐུང་བ། ཆུ། ཐུང་བ། འོ་ཡ། ད་གཉིས་པ་དེ་ཡིན་ད། དེ་ནས། ད་འགྲེང་བོ་དེ། བ། དེབ། ཀ། ལ། ཏག། བླ་ན་རོ། བློ། ག། ཀློག། པ། དེབ། ཀློག། པ། འོ་ཡ། ད། ངས་དོ་སྣང་བྱེད་བྱུང་ཟེར་བའི། ཚིག་གི་མཐའ་མའི་གི། སྒྲ་གཉིས་པོ་དེ་ཀློག་དུས་ཙམ་པ་ཡག་སྐྱག་གི་འདུག་བ་ག་ཡིན་ཟེར་ན་ཚིག་གི་མཐའ་མ་གཉིས་པོ་དེ་སྒྲ་དེ་འདི་ཡིན་པའི་སྐད་ཆ་རེད་ད་ག་ཟེར་ན་བྱ་ཚིག་ཡིན་པའི་སྐད་ཆ། བྱས་ཙང་བྱ་ཚིག་གི་རིགས་དེ་ང་ཚོ་ཡག་སྐྱག་ནི་ཀློག་གི་ཡོད་བ། ཟ་བ། བཏང་བ། འཐུང་བ། སྦྱངས་པ། ཀློག་པ། འགྲོ་བ། ཟེར་ནི་ང་ཚོ་ཀློག་གི་ཡོད་བ། ཀློག་ཡོད་ཟེར་ན་སྐད་སྐད་ཆ་ནི་ང་ཚོ་ཀློག་པ་གཅིག་པོ་མ་རེད་ང་རང་ཚོ་སྐད་ཆ་བཤད་དུས་ཙམ་པ་ལ་ཀའི་སྒྲ་གདངས་ད་ག་རང་བོད་ཆས་ཅིག་རེད་སྒྲ་དེ་ཡ་སྐྱག་གི་རེད་བྱ་ཚིག་ཡིན་འདི་གི་ག་རེ་སྟོན་གི་ཡོད་རེད་ཟེར་ན་འདི་བྱ་ཚིག་རེད་ཞེས་པའི་ཀའི་སྒྲ་ཁོ་རང་གིས་སྟོན་ཡོང་དུས་ཨ་མཆོག་ནང་ལོག་ཀའི་ལམ་སང་བྱ་ཚིག་ཡིན་པ་ཅིག་གོ་འགྲོ་གི་ཡོད་རེད་གོ་ཡིན་ཙང་ཨ་ནི་ང་ཚོ་དོན་དག་གོ་འགྲོ་གི་རེད་ད་དེ་མ་ཡིན་པ་བཅས་ཀློག་པ་མ་ལ་བ་བཅས་ཀློག་པ་རེད་བ་ལ་ནི་ཨ་ནི་ཁྱད་མཚར་ཅིག་མིང་ཚིག་སོགས་རེད་ཅིག་ལ་གོ་འགྲོ་གི་འདུག་ཨ་འོ་འདི་གི་ཁྱད་པར་ཡོད་རེད་འདི་ལ་ལྟས་ཅིག་དོ་སྣང་བྱེད་ཨ་གོ་སོང་ཨ། ཨོ་ཡ། དེབ་ཟེར་བ་དེ་མིང་ཚིག་ཆེད་ཀློག་པ་ཟེར་ཏེ་གོ་བྱ་ཚིག་ལ་གོར་གོ་སོང་ཨ། ཨོ་ཡ། ཨུམ། ད་དེ་ལ་མིག་བལྟ། ཁ། པ་ར། པར། ཁའོ། རྟ། ང། བཏང། བ། ད་མཉམ་པོ་ཀློག་དུས་ཁ་པར། བཏང་བ། ཁ་པར་བཏང་བ་ཆགས་སོང་ཨ། བཏང་བ་ལ་ན་འགྲིག་རེད་ཡང་ཁ་པར་གཏོང་བ་ཟེར་ན་ཨེ་འགྲིག་གི་རེད་གོ་སོང་ཨ། བཏང་བ་ཟེར་ཏེ་བརྩམས་པ་ལ་ཨ་ནི། ག་ཚད་མ་འོངས་པའི་སྒྲ་སོགས་ལ་སྦྱར་ལ་སྦྱར་ཤར་བ། ཁ་པར་གཏོང་བ་ཟེར་ལ་ན་ད་ལྟ་བའི་སྒྲ་སྦྱར་བར་གོ་སོང་ཨ། ཡང་བཏང་བ་ཞེས་པའི་གི་སྒྲ་ག་དེ་སྔོན་འཇུག་གི་ག་དེ་བ་བཟོས་ནས་ཁ་པར་བཏང་བ་ཟེར་ན་ཡང་ཁོ་བདེ་ཚིག་ལགས་ཀྱི་ལ་ཡ་བག་གོ་འགྲོ་གི་རོ་ཨ། བའོ་བཏང་བ་བཏང་ཟེར། ཨོ་ཡ། ཨ་འདི་འདྲ་ཡིན། ད་དེ་ནས་འདི་ལ་བལྟས་ཨ། གའོ་སྙགས་ཁྱི་གུ་གཉིས་ད་གཉིས། ཁ་ཞབས་ཅུ་ཁུ་ག་ཁུག། པ་གཉིས་ཁུག་པ། རོ་ཡ། ད་ག་ད་གས། མ་ན་རོ་མོ། མའོ་ཨ་ནི་བའོ་ག་ད་གས། པ། གད་མོ་བརྒྱད་པ། གད་མོ་བརྒྱད་པ། གད་མོ་བརྒྱད་པ། དྲི་ཟ་ར་བ། ཡ་ཡ་ད་དེ་ནས་འདི་ཡིན་ད། ང་ཞབས་ཆུ་ངུ། བ། ངུ་བ། ངུ་བ་ཟེར་ནས་ལམ་ཆུ་ལ་རྒྱོག་མ་ཏང་ངུ་བ་ཟེར་ལགས་པ་རེད་ཁོ་ཁོ་ན་ཁོ་ཆ་ཁོ་ལ་ཡ་ཤར་རྒྱག་ཁོ་རང་བྱ་ཚིག་ཅིག་ནས་ཀློག་འགྲོ་གི་འདུག་བ། འོ་ཡ་ངུ་ཞེས་པ་འདི་བྱ་ཚིག་ཡིན་པའི་སྒྲ་སྟོན་པ་རེད་དེ་ནས་ངུ་བ། འོ་ཡ། ད་དེ་ལ་ཐ་ང་ཐང་ལ་ར་ག་ཏག་ག་ཡ་ཏག་རྒྱ་ཞབས་ཅུ་རྒྱུ་ག་རྒྱུག་པ་ཐང་ལ་རྒྱུག་པ། ཐང་ལ་རྒྱུགས་པ། དོ་ན་ཅི་ཨ་ཚིག་གི་མཐའ་མ་གཉིས་པོ་དེ་གཉིས་བྱ་ཚིག་ཡིན་པ་སྟོན་གོ་བར་དང་ཕྱོགས་གཅིག་ནས་ཡང་འདི་ལ་ཡང་རྒྱུན་སྤྱོད་བྱ་ཚིག་ཟེར་གི་འདུག་ཨ་སྐབས་རེ་དུས་རྒྱུན་དུ་ནས་བེད་སྤྱོད་བྱེད་ཡག་གི་བྱ་ཚིག་ཅིག་ཡིན་ཙང་ཡང་གལ་ཆེན་པོ་རུ་བ་ང་ཚོ་བྱ་ཚིག་འདི་ཚོར་བལྟས་ཚེ་དོ་སྣང་སྤྲད་པ་ཡིན་ན་འདི་གི་འོ་ཡ། ད་དེ་ལ་གའོ་ཤ་ས་ཞེས། ཉག་ན་ཉན། པ། ཞེས་ཉན་པ། ཞེས་ཉན་པ། ཨོ་ཡ། ཉན་པ། སི་ལོག་སོང་ཡ་ངེས། ཨོ་བྱས་ཚོ། ཞེས་སིལ་ཙེ་མ་ང་ཚོ་འདི་རེད་ད། ཨོ། ག་སོ་གོ་རེ་ང་ཚོ་ཨིན་ཇིའི་གི Music ཡ་ན Song སོ་རེ་བྱས་ལ་ཁོག་རུ་ར། ཨོ་དེ་རེད་གླུ་གཞས་ལ་ཁོག་གོ་རུ་ར། ཨོ་ཡ།

ཁོ་ཟེར་ནམ་ཡིན་ན་ད་གང་བཏང་གི་འདུག་ཟ་དེ་རིང་ཁ་ཟ་ནམ་ཡིན་ན་གང་བཏང་གི་འདུག་ཟེར། བ་ཧ་ཡ། ད་དེ་སྔོན་མཇུག་སྒྲ་གདངས་ཀྱིས་ན་ལ་ཡ་སྔོན་མཇུག་གླས་ན་ན་གི་སྒྲ་གདངས་དེ་བསྒྱུར་ནས་ན་བཟོས་དགོས་རེད། ན་ལ་ཡ་མགོ་རྗེན་གླས་པ་ཡིན་ན་ན་ལ་ཡ་མགོ་རྗེན་གླས་ཀྱི་རེད་བ་ར་མགོ་ལ་མགོ་དེ་འདྲས་ས་གླས་པ་ཡིན་ན་ཡང་འདི་གའི་ན་གི་སྒྲ་གདངས་དེ་ན་ཆགས་འགྲོ་གི་རེད་ཁོ་ཟེར་བ་ཁ་ཟེར་ན་དེ་སྒྲ་དེ་བསྒྱུར་འགྲོ་ངེས་དེ་རེད་བ། འོ་འདི་དོ་སྣང་ཅིག་བྱེད་གའོ་ན་མ་ནམ། ལ། མ་འོབས་ཕྱག་ན་རོ་མཆོག་ང་མཆོང་བ། གནམ་ལ་མཆོང་བ། གནམ་ལ་མཆོང་བ། དྲི་ཟ་ར་བ། འོ་ཡ། ད་ང་ཚོ་ཚིག་མཐའ་མ་དེ་ཡིན་ད་ང་ཚོ་དེ་རིང་ཚིག་བཅུ་བ་དེ་གར་ཤོག་ལེ་བཅུ་བ་དེ་ལ། ར་རྩ་ད་རྩ་འགྲེང་བོ་རྩེ་ད་རྩེ། མ་ན་རོ་མོ། ར་རྩ་ད་རྩ་འགྲེང་བོ་རྩེ་བ། རྩེ་མོ་རྩེ་བ། རྩེད་མོ་རྩེ་བ། རྩེད་མོ་རྩེ་བ། འོ་ཡ། ད་དེ་ལ་ཡི་གེ་དོ་སྣང་ཅིག་བྱུང་སོང་བས། ཡང། དངོས་གནས་བྱས་ན་འདུག་ལྟ་ན་ཡི་གེ་འདི་རྩ་འདྲ་བོ་ཡོད་མ་རེད་ནམ་རྒྱུན་ང་ཚོ་ཡི་གེ་དབུ་མེད་ཀྱི་ཡི་གེ་བཅའ་ཁྲིད་དུ་བརྩམས་པ་བཟོ་ལྟ་ད་ག་རང་གཅིག་པུ་གཅིག་རྐྱང་རེད་བ། རེད་དེ་ཡིན་ནས་འདི་ལ་བཅའ་ཟེར་ཀློག་གོ་མ་རེད་འདི་ལ་རྩ་ཟེར་ཀློག་གོ་རེད་ག་རེ་ཕྱེ་ནས་རྩ་ཀློག་གོ་རེད་ཟེར་བས་ཡིན་ན། རྩ་གི་ལ་མགོ་ཅན་དུ་བ། རྩ་ལ་མགོ་ཅན་ད་ལྟ་ར་རེད་དོ་བ་ར། ར་མགོ་ཅན་ཡིན་པ་ཡིན་ཙང། ར་བཅའ་ཐག་བཅའ་ཟེར་དེ་འདྲ་ཡོད་རེད་བས་ཡོད་མ་རེད་བ། ར་ཅཱ་ཏཱ་ཅཱ་ཡོད་མ་རེད་བྱས་ཙང་ར་ཙཱ་ཏཱ་ཙཱ་སི་འདུག་ཆ་ཙཱ་ཅི་ཙཱ་ལ་གོ་ཡ་ཡིན་པ་རེད་འདུག་ཆུ་སྐོར་ཡང་དོ་སྣང་གཞན་དག་ཅིག་ཆ་ནས་ཡང་གནས་སྟངས་གཞན་དག་ཅིག་ལ་བལྟ་ད་ནམ་རྒྱུན་མགོ་ཅན་བྲིས་དུས་སོ་སོའི་ཡི་གེ་གི་ཅཱ་ཡི་ཅཱ་དེ་མིང་གཞི་ཡིན་ཙང་མིང་གཞི་ཁོ་རང་གི་མགོ་ལ་ཡར་བཞག་ནས་ང་ཚོ་མ་ཟད་མིག་གི་མགོ་ཆུ་ཙམ་པ་ལ་འཇིངས་པ་གི་སྒང་ལ་ཡར་སླེབས་ཀྱི་འདུག་བ་མ་གཏོགས་ཅཱ་ཕ་ཆོ་ཆོ་ཟུར་དུ་བ་ལག་པ་ལག་པ་གཡས་གཡོན་ན་ཤེས་ཀྱི་ཟུར་དུ་བ་བསྡད་ཀྱི་མ་རུ་བ་མགོ་ཅན་ཟེར་དུས་ཙམ་པ་ལ་སོ་སོའི་གཟུགས་སྤུས་ཀྱི་སྒོ་ལ་ཡར་ལེན་དགོས་རོ། དེ་ནང་བཞིན་མིང་གཞི་སྒོ་རྒྱན། འདི་ཡི་སྒོ་རྒྱན་རེད་ལ་ན་མིང་གཞི་ཡི་གེ་ཁོ་རང་གི་སྒང་ལ་ཡར་སླེབས་དགོས་དགོས་རོ་སྒོ་ལ་སླེབས་དགོས་རེད་དེ། རྩ་དེ་ལ་དམིགས་བསལ་གྱི་སྒང་ལ་མ་བྲིས་ཀྱི་ཟུར་ལ་བྲིས་ཀྱི་འདུག་དམིགས་བསལ་ན་དེ་དབུ་མའི་ལ་ཀའི་ཞེས་ཡོད་ད་དབུ་མའི་ནང་ལ་བྲིས་དུས་འདུག་སེ་བྲིས་ཀྱི་འདུག་འོ་འདི་དོ་སྣང་བྱེད་ཨ་ནི། ད་ལྟ་འདི་ལ་བལྟས་ན་ང་ཚོ་བོད་པའི་གི་གྲངས་ཀ་ཨང་ཀི་གཅིག་སོ་ར་བྱེད་འདུག་འདི་ར་གོ་དགོས་རོ་ར་ལ་ར་རྩ་རྟ་རྩ་གི་ར་དེ་ར་མགོ་དེ་མགོ་ཅན་གྱི་ར་དེ་རེད་ད་ནམ་རྒྱུན་གྱི་ར་དེ་ཡང་དེ་རེད་བྲིས་གི་མ་རེད་བ། ནམ་རྒྱུན་ར་ར་རྐྱང་དེ་བྲིས་སྟངས་དེ་དེ་རེད་མ་རེད་ད་ད་ལྟ་མགོ་ཅན་གྱི་ར་དེ་བྲིས་དུས་རྩམ་པ་ལ་ར་དེ་ཨང་ཀི་གཅིག་ན་ཞེས་ཞེས་བྲིས་རེད་དེ་ཡང་རྩ་ལ་རེད་ད་ཡང་ཚང་མ་ལ་མ་རེད་ཡི་གེ་ཚང་མ་ལ་མ་རེད་དེ་རྩ་དེ་གཅིག་པོ་གཅིག་ལ་རེད། ཨོ་ཡ། ད་དོ་སྣང་བྱེད་ཨ་ད་ར་རྩ་རྟ་རྩ་དྲན་པོ་རྩེ་མ་ན་རོ་མོ།

ཉ་ཨ་ཡ་ཨ་ནི་ད་ག་ཡིན་ཚིག་བཅོས་དེ་དེ་རིང་བདུན་ཕྲག་གཅིག་གི་རང་བྱུང་འདི་ད་ག་རང་བྲིས་པ་རེད་ཨ་ནི་འདི་ཁྱེད་རང་ཚོ་ཡང་བསྐྱར་ཡང་བསྐྱར་བཏང་བྱེད་སྦྱང་ན་འགྲིག་གི་རེད་བ་ཨ་ནི་ངས་རེ་རེ་རེ་ལ་མང་པོ་ཀློག་དེ་ནས་ཡང་བརྙན་ཐུང་རིང་པོ་འདྲ་བོ་ཆགས་བསྡད་པ་མ་གཏོགས་ཁྱེད་རང་ཚོ་ལ་སྦྱང་དགོས་ཡ་དེ་མང་པོ་དམིགས་བསལ་སུ་ཁེལ་མེད་བར་བ་ཨོ་ཡ་ཨ་ནི་དེ་ཙམ་བཞག་གིན་རྗེས་མ་ཐུགས་བློ་བཟོས།